དགའ་བདེ་ངང་ཆོས་དང་འབྲེལ་བའི་དུས་ཚོད་འདི་འདྲིས་ཅིག་གི་སྐབས་ལ་རྗེ་བླ་མའི་རྣམ་ཐར་གྱི་ཆ་ཤས་ཙམ་ཞིག་དྲན་གསོས་བྱེད་ཡ་ཡི་གོ་སྐབས་ཡོང་བ་དེ་ལ་མཁན་པོ་རྗེ་བླ་མ་ཚོར་བཀའ་དྲིན་དང་ཐུགས་རྗེ་ཆེ་ཞུ་ཡ་དང་ཨ་ནི་ངས་སྐད་ཆ་དེ་མ་ངོས་འཛུགས་ཞུ་ཡ་ཡིན། ངས་རྗེས་ལུས་ཀྱི་རྣམ་ཐར་བཤད་ཡག་གི་ནང་ལོགས་ལ་དོན་ཚན་གཉིས་བཙལ་ཏེ་བཏོན་ནས་ཞུ་ཡག་གི་འཆར་གཞི་བསྒྱུར་ཟིན། དོན་ཚན་དང་པོ་དེ་རྗེས་ལུས་ཀྱི་དགུང་ལོ་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུའི་བར་གྱི་མཛད་རྣམ་སྟེ་རྗེས་ལུས་ཀྱི་རྣམ་ཐར་མཛད་རྣམ་བགྱི་བ་ཁག་དང་བཅས་པ་ལ་ཞིབ་ཕྲ་མས་བསྡེབས་པའི་གནས་ཚུལ་གྱི་ག་རེ་ཆགས་པ་རེད་དེ་དོན་དག་གཅིག་ཡིན།

དགའ་ཚལ་ཅིག་གི་མཛད་འཕྲིན་ཆེན་པོ་ཅིག་ཆགས་འདུག་དེའི་བསྟན་པ་དང་འགྲོ་བ་ལ་དགའ་ཚལ་ཅིག་གི་ཕན་ཐོགས་གནང་འདུག་དེ་ལ་བརྟེན་ནས་གངས་ལང་ས་གི་རྣམ་ཐར་དེ་ལ་ལྟ་སྟངས་གཅིག་ཡོང་བསྡད་ཀྱི་ཡོད་རེད། དེའི་ནང་བཞིན་གྱི་རྣམ་ཐར་ལང་ས་གངས་ས་དེ་ཡི་གསུང་རྩོམ་ལ་བརྟེན་ནས་རྣམ་ཐར། གང་ངོ་ནི་ས་གའི་གང་ཟག་དེ་ཡིས་འཆི་བ་འདོན་ཐབས་གཅིག་ལྟ་གི་ཡོད་དེ། ཡིན་ན་ཡང་ང་ཚོས་དེའི་སྐབས་ལ་སྤྱིར་བཏང་ནམ་ཞག་རྗེས་མཐུན་ནི་བླ་མ་གི་འཁྲུངས་སྐར་དང་འདས་སྐར་གི་སྐབས་ལ་སློབ་མ་ཚོས་ཀྱི་བླ་མའི་བཀའ་དྲིན་རྗེས་སུ་དྲན་ཡ་གི་དོན་དག་ལ་བླ་མ་གི་བཀའ་དྲིན་དང་འབྲེལ་བའི་སྒོ་ནས་རྣམ་ཐར་ཀློག་ཡ་དང་དེའི་ཉེན་བཅས་གསོ་བ་བཏབ་ཡ་ལ་སོགས་པ། དེ་དང་འབྲེལ་བའི་ཐོག་ནས་ཨ་ནི་ཉམས་རྟོགས་ཀྱི་ཡོན་ཏན་རྗེས་ལ་མ་སྐྱེས་བར་སྐྱེ་བ་དང་སྐྱེ་བ་གནས་བ་དང་གནས་བ་གོང་ནས་གོང་དུ་འཕེལ་བ་བྱིན་གྱིས་བརླབས་ཡག་གི་བྱིན་རླབས་ཞུ་ཡག་གི་ལེགས་སོས་ཅིག་ངོ་མ་ནི་ཡོད་དེ་བྱ། ཅེས་དང་ལྟ་ངན་འདིའི་ནང་ལ་ད་རྗེ་རིན་པོ་ཆེ་གི་རྣམ་ཐར་ཕ་ངེས་ཤེས་ལ་ཕར་བགྲོས་ཏེ་རྒྱབ་ལོག་ནས་ཤེས་དགོས་ཡག་དོན་དག་སྐད་ཆས་བྱས་ཏེ་ག་རེ་བྱ་གི་འདུག་ཟེར་ན་དགུང་ལོ་བཅུ་དྲུག་གི་བར་དུ་འདུག་མི་ལ་ཞིག་པའི་རྣམ་ཐར་སྡེ་ཚན་གཅིག་རེད། བཅུ་དྲུག་ནས་དབུས་སུ་བླ་མ་ཆོས་རྗེ་འབྲི་གུང་ལ་ཕེབས་ནས་དགུང་ལོ་བཅུ་བདུན་ནས་ད་འགོ་འཛུགས་བྱས་པ་རེད་རྫོང་ཆེན་ཁག་ཧོར་ཉེར་བརྒྱད་ཡ་གིས་འགོ་འཛུགས་བྱས་པ་རེད་འགོ་འཛུགས་བྱས་པའི་དུས་ཚོད་དེ་ལོ་བདུན་རེད། སློབ་གཉེར་ཉིན་ཞིག་ཚུར་བྱས་ཡ་དེ་དགུང་ལོ་བཅུ་བདུན་ནས་བཅུ་དགུའི་བར་ལ་ཕར་ཕྱིན་ལ་གཟིགས་པའི་སློབ་གཉེར་གྱི་འགོ་འཛིན་གནང་རྗེས་སྡེ་བ་ཅན་ལ་ཕར་ཕྱིན་ཐོ་ཡ་ནས་འགོ་འཛིན་གནང་བ་རེད། གནང་རྗེས་དགུང་ལོ་བཅུ་དགུ་བའི་སྐབས་ལ་དགེ་འདུན་ཉི་ཤུ་གི་གསུང་ཁྲིད་དང་བསམ་གཟིགས་ཀྱི་སེམས་ཁྲིད་དེ་གནང་ཐུབ་པ་བྱུང་ཡོད་པ་རེད། དགུང་ལོ་བཅུ་དགུ་ནས་བྲག་སྐོར་འགོ་འཛིན་གནང་བ་རེད། ལོ་གསུམ་པ་དེ་ནས་བྲག་སྐོར་འགོ་འཛིན་གནང་རྗེས་བྲག་སྐོར་བཅུ་བདུན་གཅིག་གནང་ཡོད་པ་རེད། བྲག་སྐོར་དང་པོ་དེ་བདེ་བ་ཅན་དང་གསང་ཕུ་ལ་གནང་ཡོད། དེའི་རྗེས་ལ་ངག་རོང་ངག་རོང་ངག་རང་དང་དགའ་རོང་ལ་སོགས་པའི་དབུས་གཙང་གི་རྟ་ཕྱི་དགྲ་ཆེན་པོ་དེ་འདྲི་ལ་གནང་ཡོད།

ཅེས་དང་དེའི་ཡན་ཆད་ཀྱིས་ངས་ག་རེ་ཞུས་འདོད་བྱུང་ཟེར་ན། རྗེ་རིན་པོ་ཆེ་ཡར་སླེབས་པ་ནས་གཞུང་ཆེན་ཁག་ལ་ལྷུར་གཉེར་གནང་ནས་ཤོར་ལ་གདན་ས་ཆིག་སྒྲིལ་ཁག་ལ་གྲྭ་སྐོར་ལ་ཕེབས་རྗེས་དགོན་པ་གཅིག་གི་ནང་གི་རིག་པ་ཚོར་བསྡུ་སྒྲིག་རྒྱག་སྟེ་མ་ཡིན་པ་དགོན་པ་གཞན་དང་བཞི་དབུས་དང་གཙང་གི་དགོན་པ་ཆེན་མོ་ཁག་ལ་ཕར་ཕེབས་རྗེས་ཀྱི་ནས་གྲྭ་སྐོར་ཆེན་པོ་གནང་བྱ་ཟེར་ཏེ་གནད་འགག་ཅིག་ཆགས་ཡོད། འགའ་ཞིག་གིས་གྲྭ་སྐོར་གནང་བྱ་དེ་གནད་འགག་ཅིག་ཆེན་པོ་ཅིག་ཆགས་དགོས།

བཀའ་དང་བསྟན་བཅོས་འབྲས་བུ་མཆོག་ལ། གཟིགས་རྟོག་ཞིབ་པར་མཛད་ནས། མངོན་པར་རྟོགས་པའི་ཡོན་ཏན་དུ་མ་ཐུགས་རྗེ་ལ་འབྱུང་བར་མངོན་དུ་བསྟོད་ཡོད་པ་དང། སྐད་ཆ་རྟོག་དང་དུ་མ་རྟོག་བྱེད་ཡོད། བྱས་ཙང་ད་ང་ཚོས་ཟླུམ་ག་རེ་རྒྱབ་ཐུབ་ཀྱི་ཡོད་རེད་ཟེར་ན། རྗེ་རིན་པོ་ཆེ་གི་བྲག་བརྐོས་དུས་གཟིགས་མཛད་ཚད་པའི་རྗེས་ལ། ཁོང་གིས་དགོངས་པ་དང་འཕྲོ་ཡ་དེ་ག་རེད་ཟེར་ན། དེང་ལ་བྲག་བརྐོས་མཛད་ས་ཀྱི་གཞུང་ཆེ་ཁག་དེ་ཚང་མ་རྒྱ་གཞུང་རྐྱང་རེད། དེ་ནི་འགུལ་བྱེད་ཅིང་རྒྱ་གཞུང་རང་ལ་དྲག་བསྐུར་མཛད་ཚར་བའི་རྗེས་ལ། རྒྱ་གཞུང་ནས་རྒྱ་གཞུང་དབུ་བའི་འགའི་དགོངས་པ་འཁྲུངས་ཡོད། དགུང་ལོ་དགུའི་གཟིགས་གཞོན་གཞོན་རེད་དེ། རྒྱ་གཞུང་ཁ་ལ་ཞིབ་ཏུ་མ་བལྟ་བ་ཡིན་ན་དེའི་གཟིགས་པའི་དུས་ཡུན་ཐུག་གི་མེད་པའི་དགོངས་པ་དེ་འཁྲུངས་རྗེས། སྐབས་ཐོག་དེ་ལ་ན་ཐང་དང། ཚད་ལ། དགའ་ལྟན་བསྒྱུར་ཆོག་ཞིག་ཡོད་རེད་དེ། ཕུན་སུམ་ཚོགས་པ་དེ་ཚད་ཀྱི་དགའ་ལྟན་དུ་ཆགས་ཡོད་རེད། རྗེ་དམ་པ་རྗེ་རིན་པོ་ཆེ་ཚེ་ལ་ཞུས་ཀྱིས་བཀའ་བསྟན་ཅིང་བཞི་རུ་བྱོན་ལ་ད་གཟིགས་རྟོགས་ཚད་མེད་པ་གནང་རྗེས་སྐབས་ཐོག་དེ་ལ་རྗེ་རིན་པོ་ཆེས་གིས་སྙན་རྩོམ་ཚན་པ་ཁ་ཤས་གནང་ཡོད་པ་མ་གཏོགས་གཞན་གང་ཡང་གསལ་གི་ཡོད་མ་རེད། ཅེས་ངས་བཤད་དགོས་ཡི་གནས་ཚུལ་དེ་དེ་ཡིན། ལོ་ལྔ་བོ་དེ་ཡི་རིང་ལ་རྗེ་རིན་པོ་ཆེས་བཀའ་དང་བསྟན་ཅིང་བཞི་རུ་བྱོན་ལ་གཟིགས་བྱས། ང་ཚོས་ག་རེ་ཡིན་མིན་ལ་མ་བལྟས་པའི་དངོས་གནས་ཡི་གེ་ཚང་གཅིག་གི་བསྟན་པ་ལ་བདག་པོ་རྒྱག་ཉེན་གཅིག་ཡིན་པ་ཡིན་ན་ངེས་ཅན་དུ།

ད་དེའི་ཁ་ཐུག་ལ་བལྟ། མཇུག་འབྲས་དེ་ག་རེ་ལྷད་ཡ་རེད་ཟེར་དུས་ག་ལ་དགུང་ལོ་ཉི་ཤུ་རྩ་ལྔ་པའི་ཁ་ཐུག་ལ། དངོས་སྟོབས་རྒྱན་ལ་བལྟ་ནས་དངོས་སྟོབས་རྒྱན་དེ་སྡུག་དང་སྦྱར་ནས་བལྟ་དགོས་ཡ་བའི་དགོངས་པ་དེ་འཁྲུངས་ཡོད། སྐབས་ཐོག་དེ་གའི་སྤྱི་ཚོགས་ག་རེ་ཆགས་བསྡད་ཡོད་རེད་ཟེར་ན། དངོས་སྟོབས་རྒྱན་གྱི་སྐོར་ལ་ས་སྐྱ་བའི་མཁས་པ་ཆེན་པོ་རེད་མདའ་བ་གའི་ཉི་མའི་འོད་ཟེར་ཡོད། ས་སྐྱ་བའི་མཁས་པ་ཆེན་པོ་ཉག་དབོན་གྱི་ཨ་ནེ། ཕར་ཕྱིན་གྱི་ཁྲི་ཀ་ཡོད་ཉག་ཁྲི་ཡིད་ཀྱི་མུན་སེལ་ཡོད། བོ་གདོང་གིས་འཁྱིལ་བ་བུ་སྟོན་རིན་པོ་ཆེ་གི་ལུང་གི་ཉི་མ་ཡོད། འདི་ཚོ་ཁག་ལྟ་འང་འདི་སྐབས་ལ་རང་བཞིན་གྱི་རྒྱན་དང་སྦྱར་བའི་ལྟ་སྟངས་གཅིག་གི་དགོངས་པ་དེ་འཁྲུངས་ཡོད། མ་ལྟས་རང་ལྟས་ཡིན་པ་དེ་ལྟ་དགོངས་པ་གཅིག་འཁྲུངས་ཡོད། དེ་ཡིག་གི་རྒྱུ་མཚན་གྱིས། སྔོན་མ་དཔལ་ལྡན་ཞབས་དྲུང་དུ་བཞུགས་པའི་སྐབས་སུ་ཁྱེད་ཀྱིས་དོན་གྲུབ་མཆན་གྱི་གདམས་པ་གནང་བའི་མྱང་པོ་གཅིག་དེ་ག་རེ་ཡོད་རེད་ཟེར་ན། ཡུམ་མཆེད་རྗེས་འབྲང་དུས་གསུམ་གྱིས་རྒྱན་དུ་གྱེར་བའི་མངོན་རྟོགས་རྒྱན་དེ་ལ་ཐོག་མར་ནན་ཏན་བྱ་གསུངས་ཡོད། དེ་ལ་ཁེལ་བར་འགྱུར་བ་ནི་ལུང་ཆེན་ཀུན་ལ་འཁྲུགས་རྩོད་འགྱུར་ཏེ་གསུངས་ལ། ཡབ་སྲས་ཁྱད་པར་ཅན་དེ་འདྲའི་གཅིག་གིས་ལུང་བསྟན་དང་མན་ངག་ལ་བརྟེན་ནས་རྗེ་རིན་པོ་ཆེའི་དང་པོ་ནན་ཏན་གྱི་ས་ནས་གཞི་རྐང་བཙུགས་ཏེ་མངོན་རྟོགས་རྒྱན་ལ་བསྟེན་ཡོད། དེ་ཡི་ལེགས་བཤད་གསན་དྲངས་ཀྱི་རྩིབས་ཡོངས་ཀྱི་སྐབས་ལ་སྔོན་གྱི་ས་སྐྱ་དང་བོ་དོང་ལ་སོགས་པའི་སྐབས་ཐོག་དེ་ལ་ཡོད་པའི་མཁས་བ་ཐམས་ཅད་ཀྱི་ཕར་ཕྱིན་གྱི་འགྲེལ་བ་ཁག་ལས་མ་འདྲ་བ་ཟླ་ལུག་གི་ཕྱག་ཡོན། གཞི་རྒྱ་ཆེ་ཆུང་དང། ཞལ་བཞེས་དང་ལུང་རིགས་ཀྱི་ཐབས་ལམ་དུ་སོགས་ཚང་མ་མ་འདྲ་བ་ཤུགས་ཀྱིས་འཆང་འོས། དེ་དང་རྗེ་རིན་པོ་ཆེ་གི་མ་འཇིགས་དེ་ལ་ཞལ་ཤོམ་ག་རེ་གནང་ཡོད་རེད་ཟེར་ན། སྤྱི་དོན་རིགས་པས་ལེགས་པར་མཐའ་དཔྱད་ཀྱང་རེད། ཚིག་དོན་དངོས་བྱང་གསལ་ལ་རབ་ཏུ་འདྲིལ། ད་དེ་ཡང་ཡིད་ཆེས་གཞུང་དང་མི་འགལ་བས་སྒྲུབ་པ་འདི་ནི་འདི་ཡི་ཁྱད་པར་རོ་ཟེར་རྗེས་ད་ཁོང་གིས་སྒྲུབ་སྟངས་ཁྱད་པར་དེ་འདྲའི་ཅིག་ཡིན་གསུངས། དེ་ལ་བརྟེན་བཅས་ནི། རྟགས་ཚང་དུ་ཚང་བ་གྱི་བསྟོད་པ་བྱེད་པའི་སྐབས་ལ་ཡང། ཆོས་ལུགས་ཉི་མ་གཞོན་ནུའི་རྩིས་བྱེད་ཚེ། རྡུལ་དང་རྒྱན་གྱི་བད་ཚལ་རྗེས་མཐོང་ནས་བསལ་ཏེ། རྡུལ་དང་རྒྱན་སྦྱར་བའི་བད་ཚལ་དེ་རྒྱས་པར་མཐོང་ནས་ད་བདག་ལུས་ཁང་བའི་སྐུ་མ་ལྷག་པར་སིམ་བསལ་ཏེ། ཁྱེད་ཁང་པ་དེ་སིམ་དགོས་ཡག་གི་རྒྱུ་མཚན་ག་རེ་རེད་ཟེར་ན་ཕར་ཕྱིན་དང་འབྲེལ་བ་ཙམ་པ་དེ་གི་མ་རེད། རྡུལ་རྒྱན་དེ་སྦྱར་བ་དེ་ལ་བརྟེན་ནས་བད་ཡོད་མིན་དེ་སོགས་འདི་ག་ལ། རྗེ་རིན་པོ་ཆེ་གིས་དེའི་ཐོག་ནས་ག་རེ་གོ་ཐུབ་ཀྱི་འདུག་ཟེར་ན། རྗེ་རིན་པོ་ཆེ་གིས་ཕར་ཕྱིན་སྤྱི་བོ་ལ་ལྟ་དུས་སྐབས་ལ་རྒྱ་གཞུང་རྗེས་འབྲེལ་ཉེར་གཅིག་བསྔོག་བྱས། མ་ཟད་དེའི་ཕར་རྒྱལ་གྱི་ལྷ་བརྩམས་ཡོང་དུས་སྐབས་ལ་མཁས་བ་རྣམས་ཀྱིས་གཞི་འཕྲོག་པ་ཅིག་དང་ཨ་ནི་འབྱུང་འགྱུར་གྱི་བདེ་འཇགས་བཟོ་རྒྱུ་ཅིག་མིག་རྟེན་ཅིག་ཆགས་རྗེས། བྱས་ཙང་ངའི་དེའི་ནང་ནས་ད་སྤྱི་སྟངས་དེའི་སྐོར་ལ་བཤད་པ་མང་པོ་ཅིག་འདུག་སྟེ་རྒྱབ་ལོག་གི་བཤད་པ་མང་པོ་ཅིག་འདུག་དཔེ་བཞག་ན་སྐབས་ཐོག་དེ་ལ་རྗེ་རིན་པོ་ཆེ་ཡར་ཕེབས་དུས་འབྲི་གུང་ལ་དང་པོ་ཕེབས་རེད་འབྲི་གུང་གྲྭ་ཚོགས་མང་ཤོས་དེ་རེད་གང་ཡིན་ཟེར་ན་སྐབས་ཐོག་དེ་གི་ཆབ་སྲིད་ཀྱི་དབང་ཆ་ཡོངས་རྫོགས་འབྲི་གུང་ལ་ཕུལ་གྱི་སྲིད་ལ་འབྲི་གུང་ཐོན་པའི་གཏམ་ཤོད་གཉིས་ན་དགེ་འདུན་པའི་གྲངས་འབོར་ག་ཚད་ཡོད་ཟེར་ན་ཡིག་ཆ་ལ་ལ་ནས་གསུངས་པ་ལྟར་ན་ཁྲི་ཚོ་བཅོ་བརྒྱད་སོང་ཡོད་ཡིག་ཆ་ལ་ལ་ནས་ཚིག་རིང་ལེན་དུས་ག་ལ་ཁྲི་ཚོ་བཅུ་གཅིག་གི་ཟིན་ཡོད་དེ་སོང

བྱས་ཙང་རྗེ་རིན་པོ་ཆེ་གིས་རྣམ་ཐར་གྱི་སྒང་འདི་ག་བ་ཡོད་རེད་ཟེར་ན། ཆེས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་བརྟེན་ནས་གྲུབ་མཐའ་བཞི། ཕྲ་མོ་ཚུན་ཆད་རྣམ་པར་འབྱེད་པ་འདི་ཡིན་ཏེ་སོགས་ལ་ཆེས་རབ་ཏུ་རྣམ་འབྱེད་ཀྱི་བློ་གྲོས་ལ་བརྟེན། བྱས་ཙང་ལྷན་སྐྱེས་ཀྱི་བློ་གྲོས་ཙམ་དུ་མ་ཟད་རྒྱལ་སྲུང་གི་སྦྱང་བའི་ཡོན་ཏན་གྱི་རྣམ་འབྱེད་ཀྱི་བློ་གྲོས་ལ་བརྟེན་ནས། བསྟན་པའི་རྡོ་པོ་སྟོན་པ་བཅོམ་ལྡན་འདས་ཀྱི་དགོངས་པ་དེ་ལས། བྱས་ཙང་དྲང་ངེས་སྟོན་པའི་སྐབས་དུ་བ་ལ་ཡིན་ན་ཡང་ཁོང་གི་དགོངས་པ་གཏད་ས་གཙོ་བོ་དེ་དེའི་ཕྱག་རྒྱ་ཡོད་པ་དེ་ཤེས་དགོས་པ་རེད།

དེ་དང་ངས་འདིའི་ནང་ནས་དོན་ཚན་འདིའི་ནང་ནས་ག་རེ་ཞུ་གི་ཡོད་ཟེར་ན། རྗེ་རིན་པོ་ཆེ་གིས་དགུང་ལོ་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུའི་བར་གྱི་ནམ་ཐལ་དེ་ཧ་ཅང་འགངས་ཆེ་བའི་ནམ་ཐལ་ཅིག་རེད། ལོ་ལྔ་གི་རིང་ཐལ་ལ་ཕེབས་ཏེ་ཕུན་སུམ་ཚོགས་པའི་རྩིས་རླབས་ཁང་གཅིག་གི་ནང་ལ་དགའ་སྟོན་ཡོངས་སུ་རྫོགས་པ་ཞིག་བྱ། འདི་ལྟར་རྗེ་རིན་པོ་ཆེ་གིས་ད་དེའི་རྗེས་ཀྱི་ནམ་ཐལ་གྱི་འབྱུང་ཁུངས་ཡོངས་རྫོགས་དེ་ཕྱིར་བཞག་ཟིན། བི་གཟིགས་དེ་འདྲའི་རྒྱ་ཆེན་པོ་ཅིག་གནང་བ་ཡིན་ཙང་བ་ལང་འདོད་ཅེས་ད་ཚང་མ་ཕེབས་ཏེ་ཁོང་དུ་ཆུད་པ་ཞིག་ཆགས་བཞག་ཟིན། ད་འདི་དེའི་ཚེ་གཅིག་རེད།

གང་ཡིན་ཟེར་ན་རྗེ་བཙུན་འཇམ་དབྱངས་ལ་ཤུལ་ཡོངས་འདུས་སྐ་ལ་དང་མན་ངག་རྡོག་རྡོག་དེ་གསུམ་འགྲིག་གི་གདམས་པ་སྟེ། བླ་མ་ལ་དང་ལྷག་པའི་ལྷ་དབྱེར་མེད་དུ་གསོལ་བ་ཐུབ་ཚོགས་བསགས་སྒྲིབ་སྦྱོང་གྱིས་ནི་དབེན་པ་བསྟན་ལ། ཨ་ནི། གཞུང་ཆེན་མོ་ལ་བཤོས་པ་སུམ་ཅུ་དུ་བྱས་ལ་ཚིག་མ་ལྷ་བུ་ཉམས་སུ་ལོངས་ཤིག་དང་ནམ་ན་ནམ་ཞིག་ན་ཁུ་བའི་བཤད་པ་འདི་ཅང་ས་བོན་དུ་བྱས་ནས་ལྟ་བའི་བཤད་པ་རྫོགས་པར་བསྒོས་འོང་གསུང་ཡ་གི། དོན་དག་དེའི་ནང་ལ་ག་རེ་བཀོད་ཐུབ་ཀྱི་འདུག་ཟེར་ན། ཚོགས་བསགས་སྒྲིབ་སྦྱོང་གི་རྒྱབ་རྟེན་ཁྱད་པར་ཅན་ཅིག་མེད་ན་ཡོང་ཐུབ་ས་མ་རེད་ཟེར་ཡ་གི། ནན་གྱི་སྟེ།

ང་ཚོ་དགེ་ལུགས་ཀྱི་ཁྱད་ཆོས་ཅིག་ཐོས་བསམ་དང་ཉམས་ལེན་ལོག་ལོག་པ་གཉིས་མེད་པ། འདི་རྗེ་རིན་པོ་ཆེ་གི་ཐུན་མོང་མ་ཡིན་པའི་མཛད་རྗེས་གཅིག་རེད། བྱས་ཙང་ད་ལྟ་རྗེ་རིན་པོ་ཆེ་གི་ལྟ་བའི་གནད་འགག་དེ་རྗེ་བཙུན་འཇམ་དབྱངས་ཀྱི་གསུང་ཡོད་རེད་དེ་དམིགས་རྣམ་བྱུང་བ་དེའི་རྗེས་ན་དོན་ཆེན་ཚོགས་གསོག་པ་དང་སྒྲུབ་པ་དགེ་བསྐྱེད་སྒྲུབ་པ་སྦྱོང་བའི་ལྷན་སྐྱེས་ཞལ་ཆེམས་ཅིག་མེད་པ་ཡིན་ན། ཉེར་ལེན་ལྟ་བ་བསྒོམ་པ་ཙམ་གྱིས་རྟོགས་པ་ཅི་ལ་བྱེད་ཐུབ་ཀྱི་མེད་པ་དེ་རྗེ་རིན་པོ་ཆེ་གི་ལ་རོལ་ཆེན་པོ་གི་སྒོ་དེ་ན། མཐུན་རྐྱེན་ཐོག་ཟོག་པ་དང་འགལ་རྐྱེན་སྒྲུབ་པ་འབྱུང་བའི་ལྷན་ཅིག་བྱེད་རྐྱེན་མེད་ན། ཉེར་ལེན་གྱི་རྗེས་དངོས་རྣམས་བྱུང་བ་ཙམ་ལ་ཇི་ཙམ་འབད་ཀྱང། ལམ་གྱི་ལྐུགས་པ་ཤིན་ཏུ་རྒྱས་ལ་སྐྱེ་དཀའ་བས་བསགས་སྦྱང་གི་གནད་བསྡུས་པའི་ཡན་ལག་བདུན་པའི་རྗེས་སྦྱང་བར་བྱའོ་ཞེས་བྱ་བའི་དོན་ཡན་ལག་བདུན་པ་བའི་རྗེས་སྦྱང་གི་དགོས་ཡ་གཅིག་གསུངས་ཡོད། བཅས་བཟང་ལྟར་སུམ་ཅུ་སོ་དྲུག་ནས་ཅི་བྱེད་ཅིག་བར་དུ་འོལ་ཁ་ལ་ཕེབས་ནས་དགུན་ཁ་དགུན་ཟླ་བྱེ་བ་བའི་ནང་ལ་ཨ་ནི། འཁོར་དག་པ་རྣམས་ཀྱིས་ལྷན་ཅིག་ཏུ་ཁྲིད་ནས་ཁོང་དང་སྒུག་སྟེ། བྱུང་བ་དེ་གིས་རི་བོ་དགེ་ལེགས་པ་གི་དགེ་འདུན་དགེ་དེའི་ཐོག་མ་དེ་ཆགས། ལྷ་སའི་གཞུང་ཆེན་ལ་གོ་སྒྲིག་བཏང་ནས་འོ་ཁ་ལ་ཕེབས་རྗེས་དེ་དུས་ག་ལ་དཀའ་སྤྱད་ག་རེ་གནང་འདུག་ཟེར་ན། ཤིང་འབྲས་བཏེགས་ནས་འཚོ་བ་ཕལ་ཏུ་བྱུང་ནས་དེ་དུས་ག་ལ་ད་ཁོང། ད་ས་གནས་ཀྱི་སྐར་ཚོགས་ནས་ད་རྒྱལ་པོ་དང་དེ་འབྲེལ་གྱི་ཉེན་ཁུར་བྱེད་ཡ་ལ་སོགས་པ་ཅུང་ཡོད་རེད་དེ་དུས་དང་ལེན་མ་མཛད་པ་བྱས་རྗེས་ནས་ཁོང་རྣམ་པ་ཚོ་ཚང་མས་ཤིང་འབྲས་བཏེགས་རྗེས་ད་དཀའ་ཐུབ་མཛད་ནས། དགུང་ལོ་སུམ་ཅུ་སོ་བདུན་པ་དགའ་བླང་ཏི་ཤྲི་ནི་ཨ་ནི་སངས་རྒྱས་སུམ་ཅུ་སོ་ལྔ་ལ་སོགས་པ་མངོན་སུམ་དུ་མཐོང་པ་གནང་རྗེས།

ཨ་ནེ་རྗེ་རིན་པོ་ཆེ་འགའི་སྐབས་ཐོག་དེ་ལ་སྐབས་རེ་སྐབས་རེ་སྐེག་ཚལ་ཡག་དང་བོགས་འདོན་པ་གི་དོན་དག་ལ་མན་ངག་ཁྱད་པར་ཅན་ཡོད་པའི་བརྒྱུད་པ་ཚད་ལྡན་ཡོད་པའི་བླ་མ་དེ་འདྲ་ཡོངས་གྲངས་མེད་བསྡད་པ་ཅིག་ལ་རྗེ་རིན་པོ་ཆེ་གི་རྩད་གཅོད་གནང་བྱེད་ཀྱི་ཡང་བླ་མ་ཁ་ཤས་ཁོ་ཆེད་མངགས་ཀྱིས་ཕར་ཚུར་བསྟན་ཅིང་དེ་དུས་སྐབས་ལ་མཛད་འཕྲིན་སྤེལ་ཏེ་ཤི་བོ་ཅིག་རེད་དེ་ཡིན་ན་ཡང་བླ་མ་བསྟན་པ་ལ་དེ་གནང་མི་འདུག་ང་རྒྱལ་གྱི་ཐོག་ལ་བསྡད་མི་འདུག་བླ་མ་མུ་མཐུད་ནས་བསྟེན་བྱས།

ཕྱག་འཚལ་བ་མཆོད་པ་གསོལ་བ་རྗེས་སུ་ཡི། སོགས་འདེབས་པའི་ཡན་ལག་བདུན་པོ་དེ། ངོ་ནས་དྲངས་ནས་ཀྱི་ལྟ། ཁུ། མཐུན་རྐྱེན་ཚོགས་བསགས་ཀྱི་ཡན་ལག་དང། རྒྱལ་ཆེན་སྒྲིབ་སྦྱོང་གི་ཡན་ལག། ད་མཐུན་རྐྱེན་དང་རྒྱལ་ཆེན་བསལ་ཏེ་དགའ་བ་བསལ་ན། དམིགས་རྣམ་སྐྱོང་གི་བཀའ་ལ་ལྟ་བ་ལ་དམིགས་རྣམ་སྐྱོང་བའི་སྐབས་དང། ལམ་གྱི་རྟོགས་པ་རིམ་པ་རིམ་པ་བཞིན་དུ་དམིགས་རྣམ་སྐྱོང་བའི་བཀའ་ལ་ལྟ། རྒྱལ་ཆེན་དེས། ཚེ་དགུ་དགུ་ཡོད་ན་ཡང་དེ་ལ་བརྟེན།